རྒྱལ་བའི་གསང་སྤྱོད་ཆོས་དང་དགེ་མཐོང་དང་སྟོང་དང་ཚུར་ཁྲོམ་ལྷ་རྒྱལ་ཁྱིམ་པ་དྲུག། ཨོ་ཡ་ད་ང་ཚོ་རྗེས་དྲན་དྲུག་ཟེར་འདི་གསུངས་པ་རེད། དེའི་ནང་ནས་ད་སངས་རྒྱས་རྗེས་དྲན་ཆོས་རྗེས་དྲན་གང་དུ་སོང་བ་རེད་དགེ་མཐོང་རྗེས་དྲན་གྱི་འཕྲོས་ནས་གུས་ན་ཨོ་ད་དགེ་མཐོང་རྗེས་སུ་དྲན་པ་གསུངས་པ་རེད། ད་དགེ་མཐོང་ཟེར་བ་དེ་ནི་བསྙེན་པ་རྫོགས་པའི་གང་ཟག་ཡི་གེ་ཡན་ཆད་འདུག་པ་བོ། ད་མདོ་ཡི་བཀའ་སོགས་དེ་འདྲ་གསུངས་མོད། བསྙེན་པ་རྫོགས་པ་ཟེར་ན་ད་དགེ་སློང་གི་གདམས་པ་ཤོད་ཚར་བ། དགེ་སློང་གི་གདམས་པ་ཤོད་ཚར་བའི་དེ་གང་ཟག་བཞི་ཡན་ཆད་འདུག་པ་དེ་དགེ་འདུན་གྱི་སྡེ། ད་ཡང་གྲགས་འདྲ་པོ་དེ་རེད། དགེ་འདུན་གྱི་སྡེ་ཟེར་རྒྱུ་དེ། དགེ་བསོད་དང་དགེ་སློང་གཉིས་ཀྱི་ནང་ནས་དགེ་སློང། དེ་ནས་ལྕགས་ཚད་གཉིས་ཀྱི་ནང་ནས་གྲྭ་པ་རག་ཏུ་བྱུང་ངོ། དེ་ནས་དགེ་བསྙེན་ཟེར་བ་འདྲ་དགེ་བསོད་ཟེར་བ་འདྲ་བསྙེན་གནས་ཟེར་བ་འདྲ་དགེ་ལོག་ཟེར་བ་འདྲ་དེ་འདྲའི། སོ་ཐར་རིའི་རྒྱལ་པོ་གཞན་ཕལ་གྱི་གདམས་པ་རྒྱུད་ལ་ལྡན་མཁན་གྱི་གང་ཟག་མང་པོ་ཡོད་རེད། དེ་ཚོ་དགེ་འདུན་རེད་ཟེར་མ་རེད། དགེ་འདུན་གྱི་ཐ་སྙད་མ་གསུངས་པས་དགེ་འདུན་མ་རེད། ཟེར་ན་ཆོག་ཆོག་འགྲིག་པ་རེད།

ཐེག་ཆེན་གཞན་ལམ་པ་ལྟ་བུ་གང་ཟག་གཅིག་ལ་ཡང། དགེ་འདུན་ཞེས་ཐ་སྙད་འཇོག་པར་དགེ་འདུན་ཟེར་རུང། ཤེས་རབ་དགེ་བ་མང་པོ་བསྒྲུབ་ཅིང་དེ་ལ་མི་འདང་ཞིང་དགེ་བས་ཀྱི་ཆོས་ལ་རྔན་པ་དགའ་བས་ཀྱི་གང་ཟག་ལ་དགེ་འདུན་ཟེར་དགེ་འདུན་གྱི་སྒྲ་ཚིག་གི་དན་ཙམ་ཤེས་ན་དེ་འདྲ་རེད། དེ་ནི་འཕགས་པའི་དགེ་འདུན་ཟེར་རྒྱུ་དེ་ཐེག་པ་ཆེན་པོའི་གི་དགེ་འདུན་རེད། དེ་ཡང་ཐེག་པ་ཆེན་པོའི་ས་ཐོབ་ཚ་བའི་འཕགས་པ་རེད། རྒྱུད་བླ་མའི་ནང་དུ་གསུངས་པ་རེད་ཇི་ལྟར་ཅི་ནས་ནང་གི་ནི་ཡེ་ཤེས་གཟིགས་པ་ལྟ་བུ་ཞིག་བློ་ལྡན་ཕྱིར་མི་ལྡོག་པའི་གཙོ་བོ་ཟེར། དེ་ནི་ཕྱིར་མི་ལྡོག་པའི་གི་དགེ་འདུན་ཟེར་རྒྱུ་དེ་ས་དང་པོ། ཡན་ཆད་ལ་གནས་པའི་གཞུང་བཅུ་བསམ་པ་རེད། ད་ལྟའི་ནང་གི་ཆོས་ཉིད་ཇི་ལྟར་བ་དང་ཆོས་ཀྱི་ཇི་སྙེད་པ་གང་ལ་གང་འཚམ་ཆོས་ཉིད་སྤྲོས་རང་ངན་སོང་དུ་དོགས་པ་སོགས་དེ་འདྲའི་བསམ་ཡུལ་ལས་འདས་པའི་སྐད་ཡིག་ཡོན་ཏན་ཆེན་པོ་རེད། སྙིགས་རྗེ་དང་བྱང་ཆུབ་སེམས་ཀྱི་རང་བཞིན་རེད། དེ་འདྲའི་གི་དགེ་འདུན་རྗེས་སུ་དྲན་ནས། དགེ་འདུན་གྱི་སྡེ་ལ། ཐེག་པ་ཆེན་པོའི་དགེ་འདུན་ཐེག་དམན་གྱི་དགེ་འདུན་དེ་སོགས་ལས། ཡོན་ཏན་རྗེས་སུ་དྲན། དུང་བ་བྱེད་རྒྱུ། དད་པ་བྱེད་རྒྱུ། གཤམ་གྱི་རྩོད་རྒྱུ་ནི་དེ་རྒན་རྡོ་རྗེ་དྲན་གྱི་ཉམས་ལེན་ཞིག་དང་རེད། དེ་ནས་ཕྱིས་རྒན་རྡོ་ཟེར་བ་དེ་གྲྭ་པ་རབ་ཏུ་བྱུང་བ། གྲྭ་པ་རབ་ཏུ་བྱུང་བ་ཟེར་རྒྱུ་དེ་གདམས་པ་ཡོང་མཁན་སངས་རྒྱས་དང་དེ་གསུམ་གྱི་གི་ཆོས་ལ་དད་པ་དང་སྤྲོ་བ་དག་སྣང་ཡོང་མཁན་མི་ཟེར། ཆོས་འདུལ་ཡི་ག་སོགས་ལོག་པ་ཐོས་བསམ་དང་སྤོང་བ་བསམ་གཏན་ཟེར། རབ་ཏུ་བྱུང་བའི་བྱ་བ་གཉིས་ཟེར། ཆོས་འདུལ་ཡིན་ནོ་གསུངས་པ་ལྟ་བུ། ལོག་པ་ཐོས་བསམ་ཟེར། དེང་སང་ཡིན་ན་སྐད་སྒྲ་གི་ནང་དུ་བསྡད། དེ་ནི་ལྷག་པ་ལྷོ་གཉིས་ཟེར། དེ་འབྲེལ་དུ་ལོག་པ་ཐོས་བསམ་ཟེར། སྤོང་བ་བསམ་གཏན་ཟེར་ན། སོ་སོ་མཚང་བསྡད། ཡང་ན་སྒང་འདྲ་ན་བསྡད། སྒང་བརྒྱབ། སོ་སྔགས་གོང་དུ་བྱས་ན་ཡི་རང་ལྷ་མང་པོ་འགྲུབ། དེ་ལ་ཡང་བསྙེན་པ་བཟླས་པ་གཏོར་མ་སྦྱིན་སྲེག་རབ་གནས་ཟེར་བ་འདི་འདྲ་ལས་ཚོགས་རང་རྐྱང་མང་པོ་ལ་མཁས་པར་བྱ། དེ་ནས་བཤད་རིམ་རྫོགས་རིམ་དེ་འདྲའི་གི་ཉམས་ལེན་དེ་འདྲ་མཛད་མཁན་དེ་དགེ་འདུན་གྱི་སྡེའི་མཚན་ཉིད་པ་ལྟ་བུ་རེད། དེ་ནི་དེ་འདྲའི་དགེ་འདུན་གྱི་སྡེ་འཛམ་བུ་གླིང་དུ་དེང་སང་ཡིན་ན་ནང་པ་སངས་རྒྱས་པའི་གི་དགེ་འདུན་གྱི་སྡེ་མང་པོ་ཡོད་རེད། སྔས་མ་ཡང་མང་པོ་ཟིན་ཡོད་རེད་ད་ལྟ་ང་ཚོས་ཕན་ཚུན་གཉིས་རིགས་ལང་ཐོང་གི་མཐོང་ཐུབ་པ་ཐོས་ཐུབ་པ་ཉིན་བརྒྱ་ཐུབ་པ་དེ་འདྲའི་གི་དགེ་འདུན་གྱི་སྡེ་ཡང་མང་པོ་ཡོད་རེད། དགེ་འདུན་གྱི་སྡེ་གི་ནང་དུ། ཡང་དགེ་འདུན་ཡིན་ཟེར་ནམ། གདམས་པ་ཞུ། ཞུ་ན་ཡང་གསུང་མི་དགོས་པར་ཟེར། དེ་ནས་དགེ་འདུན་གྱི། ན་བཟར་ཅན་བསྡད་ནས། དགེ་འདུན་དང་བསྟན་པ་ལ་ཞབས་འདྲེན་བྱེད་བསྡད་ནས། ཀློག་པ་ཐོས་བསམ་བྱེད་བྱེད་སྒྲ་གི་ནང་དུ་ཟ་མ་ངེས་ངེས་ཙམ། གོ་ཟས་བྱམས་པ་ངན་ངན་ཙམ། དེ་འདྲའི་གི་སངས་རྒྱས་ཀྱི་གསུང། རྒྱ་གར་ལ་སོགས་པའི་མཁས་པ་གི་དགོངས་དེ་ཚོ་ལས་ཐོས་བསམ་ཟོས་ཐོས་པའི་དོན་དེ་ཟས་ནོར་ནས་མྱང་ལེན་གང་ལ་གང་ཐུབ་བཟོ་བདེན་གི་དེ་འདྲའི་ཡོད་རེད་དེ་ཡིན་ན་ཡང་ལ་ལ་དེ་ནས་དགེ་འདུན་གི་སྡེ་ལས་ཞལ་འདྲེན་ཞུ་བདེན་གི་ཐོས་པ་ལྷོད་གཞོང་ཡང་མི་བཟོད་སྒམ་དྲུག་མྱང་ལེན་ཡང་མི་བཟོད། མཐའ་ན་ཁྱོ་ག་ཆང་ལེན་སྒྲུབ་མཆོད་དེ་འདྲ་ཡང་མི་བཟོ་ནས་དགེ་འདུན་གྱི་གོས་བྱས་ནས་ཕྱི་སོག་གི་ཁ་ལ་འགྲོ་ནས་ཚོང་རྒྱུ། ཕྱི་སོག་གི་ཁ་ལ་འགྲོ་ནས་དེ་ནི་ལས་ཀ་འདྲ་མི་འདྲ་མང་པོ་ལས་དོན་གྱི་དེ་འདྲ། ཕྱི་སོག་གི་ནང་དུ་འགྲོ་ནས་ཁོ་ཐང་ཆུ་ཐོག་མང་པོ་བྱེད་ལེན་ནས་མི་ཤ་མི་ཤ་མི་ཤ་དང་འདྲ་འདྲ་དེ་འདྲ་གྱི་ལས་ཀ་བཟང་ངན་ཚང་མ།

གྲྭ་པ་ར་རྡོ་བྱུང་བ། གོས་རྒྱན་འདོན་མཁན་གྲྭ་པ་ཡིད་སེམས་ལྡན་མཁན་དེ་འདྲའི་མང་པོ་ཡོད་རེད་དེ། རྗེས་དྲན་ཞེས་ཤང་ཚར་ཞབས་སུ་འགྲོ་དགོས་ཟེར་མ་རེད། ཤང་ཚར་ཞབས་སུ་འགྲོ་དགོས་ན། ང་ཚོ་སུ་ཡིས་ཀྱང་དེ་འདྲ་ལས་ཤང་ཚར་ཞབས་སུ་འགྲོ་ཐུབ་མ་རེད། འགྲོ་ན་སྙིང་པོ་ཡོད་མ་རེད། ཡིན་ན་ཡང་དེ་འདྲའི་གི། བྱ་ངན་ཤོད་ངན་ལས་བསྡད་མཁན་དེ་འདྲ་བ། རེ་གཉིས་མཐོང་བ་རྒྱུ་མཚན་དུ་བྱས་ན། ད་ལྟ་བོད་དང་རྒྱ་གར་ལ་སོགས་པ། ཕྱི་རྒྱལ་ལ་སོགས་པ། རྒྱ་ནག་ལ་སོགས་པ་འཛམ་བུ་གླིང་གི་ས་གནས་ག་ས་ག་ལ། ནང་པ་སངས་རྒྱས་པིག་གི་དགེ་འདུན་གྱི་སྡེ། གྲྭ་པ་རབ་ཏུ་བྱུང་བ། གདམས་པ་ཡག་པོ་གསུང་མཁན་གདམས་པ་ཡོད་མཁན། ཐོས་བསམ་བྱེད་མཁན། ལྷག་པ་ལྷོ་གནས་ལས་མི་སེ། རྫོགས་པར་ཤེས་མཁན། སྒམ་རུ་ཉམས་ལེན་ལ་མི་གསལ་རྫོགས་པར་ཤེས་མཁན། དེ་འདྲ་མང་པོ་ཡོད་རེད། དེ་འདྲ་གཏན་ནས་ཡོད་རྒྱུ་མ་རེད་བསམ་ན། ལ་ལ་སྡུག་པོ་མཐོང་བའི་རྒྱུ་མཚན་གྱི་ཚོང་མ་སྡུག་པོ་རེད། ད་དགེ་འདུན་གྱི་སྡེ་ཟེར་ན་དད་པ་དགའ་ས་དང་ཞབས་སོར་འགྲོ་ས་དང་རྗེས་དྲན་བྱེད་ས་ཡོད་མ་རེད་ཟེར་ན་དེ་ཡང་ནོར་འཁྲུལ་རེད། ཡང་དགེ་འདུན་དང་གྲྭ་པ་གི་གོས་བྱས་མཁན་གྱི་ཚོང་བ་ལ་དད་པ་དང་དག་སྣང་བྱེད་ཟེར་ན་དེ་ཡང། ཡོན་ཏན་ཅན་སྐྱོན་ཅན་བཟང་པོ་སྐྱོན་ཅན་ཡིན་ནོ་ཁ་ན་དེ་དཀའ་མོ་རེད་དེ་ཡང་ནོར་འཁྲུལ་རེད་བཟང་ངན་དབྱེ་འབྱེད་བྱེད་རྒྱུ་དེ་ཧ་ཅང་གི་གལ་ཆེན་པོ་དོན་དག་ཆེན་པོ་ཡིན་ང་ཚོས་འདི་སྐྱེ་ཕྲེང་གི་ནང་དུ་དགེ་འདུན་རྗེས་དྲན་བྱེད་ཟེར་ན་དགེ་འདུན་ལ་དད་པ་དང་དག་སྣང་བྱེད་དགེ་འདུན་གྱི་ཡོན་ཏན་དྲན་དགོས་ཟེར་རེད། ཡང་ན་དགེ་སློང་གི་ཡོན་ཏན་དྲན་དགོས་ན། ཕ་རོལ་པོ་དེ་ལ་མོངས་ཚོགས་ཀྱི་ངན་ལ་ཡོན་ཏན་ཡོད་པ་གཅིག་དང། མོངས་ཚོགས་མི་བྱ་ཕོ་མོ་གཞན་པ་དང་མ་འདྲ་བའི་གི་ཁྱད་ཆོས་ཡོད་པར་ནང་ལ་བྱང་སྙིང་རྗེ་བྱང་ཆུབ་ཀྱི་སེམས། བདག་གཞན་མཉམ་རྗེས་ལྟ་བ་སྟོང་ཉིད་ཡིན་ངེས། སྡང་འཛིན་དང་རང་དོན་གྱི་འཁྲི་བ། རང་རྒྱལ་རང་འདོད་བཙན་དྲག། དེ་འདྲ་བཟོ་བསྡད་མཁན་གྱི་མ་ཡིན་པ། ཕམ་ས་རང་རྒྱ་ས་གཉིས་ལ་སྤྲོད་ཐུབ་མཁན་ཟེར་བ་འདྲ་དེ་འདྲའི་གི་གང་ལ་གང་འཚམ་གྱི་མྱ་ངན་ཡོད་མཁན་གྱི་ཡོད་ན་དད་ལྡན་མང་ཚོགས་ཚང་མས་ཀྱང། ང་ཚོ་ཚོགས་མི་ཚོས་དེ་ལ་དོན་དབང་དུ་དད་པ་ཟེར་བ་རང། མ་བྱས་རང་བྱས་རེད། མི་འདྲ་འདྲ་ཡིན་བསམ་ན་ཡང། བསམ་བློ་གཏོང་སྟངས་དང་ས་ཁང་མ་འདྲ་བ་རེད་ཚར་རེད། ཐོས་བསམ་བྱས། རྒྱ་བོའི་བཀའ་དང་བསྟན་བཅོས་དེ་ཚོ་ལ་ཐོས་བསམ་བྱས། ཐོས་བསམ་བྱས་དུས། ལོ་མང་པོ་མང་པོ་དེ་འདྲའི་ལ་ལོ་ཉེ་ཤུ་སོང་ཆུ་ཐོས་བསམ་བྱས་ཟིན་པ་རེད། དེ་འདྲ་བཟོ་མཁན་ཡང་ཡོད་རེད། ཐོས་བསམ་བྱེད་དུས་ཉིན་མཚན་ཁོ་མོ་ཡོད་དུས་ལས་འབད་བརྩོན་ཧུར་ཐག་གིས་དེ་འདྲའི་ཐོས་བསམ་བྱེད་མཁན་ཡོད་རེད། དེ་འདྲའི་ཐོས་བསམ་བྱེད་དུས། དེ་ནི་ནང་བཞིན་ནམ། ཐོས་བསམ་མཐར་ཕྱིན་པའི་གི་དུས་སུ་ཡང་ཆོས་ལམ་ཐོས་བསམ་མཐར་ཕྱིན། རྒྱུ་ཡག། ཡག་པོ་ཞིག་གཏོང་ཐུབ་ན་ཡང་དཔའ་རྟགས་འདི་ཡིན་དཔེ་རྒྱན་འདི་ཡིན་བླ་ཤ་འདི་ཡིན་ཕོ་འདི་ཡིན་ཟེར་ན། སུ་གཅིག་གིས་དེ་འདྲའི་སྤྲད་འོང་མཁན་དང་བཞེངས་འོང་མཁན་ཡོད་མ་རེད། ད་དུང་ཡང། མི་ཐམས་ཅད་ཁྲག་དོག་གི་ཁ་ལ་ཆགས་ཚར་འདུག། ཡོན་ཏན་ག་ས་ཡོད། ཚུལ་ཀུ་ཤུ་ག་ས་ཡག་ན་ཡང། ཁྲག་དོག་བསད་བསྡད་མཁན། རྨ་ཁ་བསད་བསྡད་མཁན་མང་པོ་ཡོད་ར། ཨང་དེ་འདྲས་ཡིན་འདུག། དེང་སང་སློབ་གྲྭ་མང་པོ་ལ་ལོ་མང་པོ་སློབ་སྦྱོང་བྱེད་མཁན་ཡོད་རབས་ཟེར་དེ་ཡིན་ན་ཡང་དེ་ཚོ་ཕར་ཆེར་བསད། དེ་ནས་སློབ་མཐའ་དེ་ཕྱིན་སོང་རྒྱུགས་དེ་འཕྲོས་ནས་མཐའ་ཕྱིན་སོང་ནམ། ཚེ་འདི་ལ་བླ་དང་ཕོག། ལས་ཀ་རང་རུ་རག། དེའི་ཆེད་དུ་བློ་སྦྱོང་ཟེར་ཟེར་བ་རང། ང་ཚོ་ནང་པ་སངས་རྒྱས་དཔལ་གྱིས། བློ་སྦྱོང་ཟེར་བསྡད་མཁན་གྱི་གྲྭ་པ་དེ་ཚོས། ཚེ་འདི་ཙམ་མ་ཡིན་པར་ཕྱི་མ་དང་ཐར་པ་དུ་ཐང་ཆེན་བྱིན་པའི་ཆེད་དུ་ཐོས་བསམ་ཟེར་ཟེར་བ་རེད་མ་གཏོགས་ཚེ་འདི་ཐོས་བསམ་བྱེད་པ་དང་དཔེ་ཆ་ཤེས་མཁན་གྱི་རེད་ཟེར་བ་ཙམ་གྱིས། གོ་གནས་དགའ་སའི་ཡོད། དགའ་མཁན་དགའ་སའི་ཡོད་མི་དགའ་མཁན་དགའ་སའི་ཡོད་ཆ་ཚང་ཧ་གོ་རང་ང་ཚོ། ཡང་དེ་ཡིན་ན་ཡང་དེ་འདྲའི་གི་འཇིག་རྟེན་གི་འོང་དགོས་ཟེར་མཁན་འདྲ་འོང་རྒྱུ་ཟེར་ན་ཅི་ཡང་མེད་ཀྱང། ཚེ་ཕྱི་མ་དང་ཐར་བ་དང་ཐམས་ཅད་མཁྱེན་པ་བསྟན་པ་སྲིད་དང་སེམས་ཅན་ཡོངས་ཀྱི་དོན་ཟེར་བ་ལྟ་བུ་བྱས་ན་ཐོས་བསམ་དེ་སྙིང་སྟོབས་ཆེན་པོ་ཞིག་ཟེར་བ་རེད། བྱང་ཆུབ་སེམས་ཀྱི་རྩིས་ཟིན་པ་ཟེར་ཐོས་བསམ་ཟེར་དེ་ཡང་ལོ་གཅིག་གཉིས་མ་རེད་མི་ལོ་ཉེར་དགུ་སུམ་ཅུ་ལ་ཐོས་བསམ་བྱས་ཟེར་བ་རེད། མདོ་སྔགས་རིག་གནས་དང་བཅས་པ་ཆ་ཚང་བོད་བརྒྱུད་ནང་བསྟན་ཆ་ཚང་ཐོས་བསམ་བྱས་ཟེར་བ་རེད། ཐོས་བསམ་ཞེ་སྡུག་ཡིན་ན་ཡང། དཀའ་ངལ་ཆེན་པོ་ཡིན་རེད། ཟ་མ་ཡག་པོ་ཡོད་མ་རེད་གན་རྒྱ་ཡག་པོ་ཡོད་མ་རེད་མཐུ་རྐྱེན་ཡག་པོ་ཡོད་མ་རེད་དེང་སང་སློབ་གྲྭ་གཞན་པ་ཚོ་དང་འདྲ་མ་རེད་སློབ་གྲྭ་གཞན་པ་ཚོ་ལ་རྒྱ་ཤོག་ཡོད་རེད་སྲིད་སྐྱོང་གི་རྒྱ་ཤོག་ཡོད་རེད་སྒེར་གྱི་རྒྱ་ཤོག་ཡོད་རེད་ཁྱིམ་ཚང་གི་རྒྱ་ཤོག་ཡོད་རེད་རོགས་རམ་ཡོད་རེད། གྲྭ་པ། ཐོས་བསམ་བྱེད་མཁན་དེ་ཚོ་ལ། ཚོང་དམག་གི་གདོང་དབང་མ་གཏོགས་བརྒྱ་ཆོག་ཡོད་མ་རེད་ཐ་ན་ཚོགས་གཙོའི་མཆན་གྱི་ཡང་དེ་ལ། ཟ་མ་སྤྲད་རྒྱུ་འདྲ་འདྲ། གོས་དྲོ་རྒྱུ་འདྲ་འདྲ། དལ་གྱིས་ཀྱི་ཡན་ཐན་དེ་ཡག་པོ་ཆགས་འོང་ན་བསམ་ནས་རེ་བ་དེ་འདྲ་ཡོད་མཁན་ཡང་ཉུང་རུ་ཉུང་རུ་འགྲོ་སྲིད། ཕར་ཆེར་ཡོད་མ་རེད། དེའི་རྒྱུ་མཚན་དེ་གྲྭ་པ་ཁོ་རང་མཁས་པ་ཆགས། སློབ་མཐར་ཕྱིན་འོང་ན་ཡང། ཁྱིམ་ཚང་ལ་ཅི་ཡང་འོང་རྒྱུ་མེད་པ་ཤེས་རབ། དཔལ་འབྱོར་འོང་རྒྱུ་ཡོད་མ་རེད་ཁོ་ལས་ཀ་རག་ཡོད་མ་རེད་དང། ང་ཚོ་ཐོས་བསམ་བྱས་སློབ་མཐར་ཕྱིན་སོང་ན་ཡང་ད་དུ་ཚེ་འདི་ཟག་རྒྱུ་འཐུང་རྒྱུ། ཆ་གི་གོ་ཡོད་མ་རེད། ཆ་གི་ག་ཡོད་མ་རེད། སོ་སོ་བསྡད་ས་ཡང་ཡོད་མ་རེད། སློབ་མཐར་ཕྱིན་ནས། འགྲོ་དགོས་ན་འགྲོ་སྣོད་ཡང་ཡོད་མ་རེད། འགྲོ་ཟས་སྒོར་མོ་ཡང་ཡོད་མ་རེད། སྐྱོང་པ་སྐྱོང་སྐྱོང་མོད། ཡང་དེ་འདྲའི་བཤད་འོང་འདུག་ཆོས་པ་ཟེར་ན་ཧ་ལས་དགོས་ཟེར་དེ་འདྲ་ཡི་ཡོད་རེད་དོན་དབང་དུ་དད་པ་བསྐྱེད་དགོས་ཟེར་དེ་ཐོས་པ་ལྷོད་གཉེར་དེ་འདྲ་མ་བྱས་ན་ཆོག་རེད་བྱས་ན་ཆོག་ར་ཡིན་གཅིག་མིན་གཉིས་བྱེད་དགོས་ཟེར་མཁན་སུ་ཡང་ཡོད་མ་རེད་དེ་ཡིན་ན་ཡང་སོ་སོའི་སྙིང་སྟོབས་ཀྱི་ཐོག་ནས། རྒྱ་བོད་བཀའ་དང་བསྟན་བཅོས་དེ་ཚོ་དོན་དག་ཆེན་པོ་རྩ་བ་ཆེན་པོ་དཔེ་མ་ཟོས་པ་དེ་འདྲ་རེད་འདུག་ང་རང་མི་སེར་འདི་ལ་ཐོག་དང་གོ་གནས་བླ་དང་ཕོག་སྐྱེ་གཅིག་མ་རག་རྒྱ་བོད་བཀའ་བསྟན་བཅོས་དེ་འདྲ་ཐོས་བསམ་བསལ་སྒམ་འགྲོ་བྱ་རྒྱུ་དེ་ཆེད་དུ་སྡུག་བསྔལ་དང་དཀའ་ངལ་ག་ཟེར་གྱི་མྱངས་ན་ཡང་མྱོང་སྟེ། དེ་ནས་འགྱོད་པ་མེད་ཤི་ན་ཡང་འགྱོད་པ་མེད་བསམ་སོང་ཟེར་ན་ཐོས་བསམ་བྱེད་སྲིད་ཡོད་རེད། མི་སེར་འདི་མ་ཟད་ཚེ་རབས་གཏན་གྱི་མདོ་སྨྲ་དང། ལང་ཀར་ཏེ། བཀའ་བསྟན་བཅོས་ཐོས་བསམ་བྱེད་རྒྱུ་དང་ཐོས་པའི་ཐད་ཉམས་ལེན་བྱེད་རྒྱུ་དེ་རེ་འགས་བསམ་བཟང་བྱས་ན་དེ་འདྲའི་ཉམས་ལེན་བྱས་ན། སྐད་སྒྲ་གི་ནང་དུ་ལོ། སྤྱན་སྔ་ཉེ་ཤུ། ཚུན་ཆོད་བརྒྱད་ཅུ་དེ་འདྲ་བསྡད་མཁན། དགེ་སློང་ཡག་པོ། དེ་ལ་མཁན་པོ་སློབ་དཔོན་དགེ་རྒན། སྤྲུལ་སྐུ། དེ་ནས། ཐོ་ཅན་རིགས་ཅན་ཟེར་ནི་ཅི་རྐང་གཅིག། མིང་ཡོད་མ་རེད། གོ་གནས་ཡོད་མ་རེད། སྙན་གྲགས་ཡོད་མ་རེད། དེ་ཡིན་ན་ཡང་གྲྭ་པ་གྲྭ་བཙུན། གནས་མཁས་ན་དེ་སོགས། ང་ཚོས་དད་པ་བྱེད་ས་དང་དུང་བ་བྱེད་ས་དེ་རེད་དེར། གནས་མི་མཁས་ཀྱི་དད་ལྡན་མང་ཚོགས་ཕར་ཆེར་བཙལ་གི། དད་པ་ཅིག་རྒྱག་དགོས་ན་དགེ་འདུན་དད་པ་ཅིག་རྒྱག་དགོས་ན་ཡིན་གྱི་མིན་ནི་དགེ་འདུན་དེ་མི་ཆེན་བླ་ཆེན་གྱི་མིང་ཐོག་ཅིག་ཡོད་དགོས་ན་ཁ་སང་གི། དེ་མེད་ན་ཁོ་གྲྭ་པ་གྲགས་ངན་གྱི་རེད་བསམ་ནས་སྣང་མེད་མཛད་ཟིན་ལ། དེ་གི་རྒྱལ་བའི་བཀའ་དང་མདོ་རྒྱུད་དང་མཐུན་པ་སྤྱན་དྲངས་ཀྱི་ཉམས་ལེན་ཞེས་སྤྱན་དྲངས་ཀྱི་འབད་བརྩོན་ཞེས་སྤྱན་དྲངས་ཀྱི་ཉམས་ལེན་ཆེན་པོ་བཟང་པོ་གཅིག་ཡིན་ན་ཡང། དེ་ལ་དད་ལྡན་མང་ཚོགས་ཕག་མོ་ཆེ་ཞེས་ཤེས་སྲིད་ཡོད་མ་རེད། དད་པ་ཤེས་སྲིད་ཡོད་མ་རེད་དག་སྣང་ཤེས་སྲིད་ཡོད་མ་རེད། བརྙན་ལེན་ཤེས་སྲིད་ཡོད་རེད། བརྙས་བཅོས་ཤེས་སྲིད་ཡོད་རེད།

ཁྱོད་ལ་དད་པ་ཡོད་ས་རེད་དེ་ཡིན་ན་ཁྱོད་ཅི་འདྲ་ཡིན་ཅི་ཤེས་མ་ར། ང་ཚོ་དགེ་འདུན་ལ་དད་པ་ཁྱོད་སངས་རྒྱས་ལ་དད་པ་ཁྱོད་ལ་དད་པ་ཞིག་ཟེར་ན་ཤ་འཇུ་ཤོག་ཟེར་ན་ཅི་ལྟ་བུ་ཅིག་ལ་ཞོག་དགོས་དེ་དང་པོ་ཧ་གོ་ཟེར་མ་ར། དང་པོ་ཤགས་སུ་འགྲོ་དགོས་ན་ཤགས་སུ་འགྲོ་ས་དང་རྗེས་སུ་དྲན་དགོས་ན་རྗེས་སུ་དྲན་རྒྱུ་ཡིན་སངས་རྒྱས་ཁྱོད་དགེ་འདུན་གྱི་ཆ་སེ་མ་རྩ་བཟུང་ཤེས་ས་ཡོད་མ་རེད། དེ་ནི་དང་པོ་སྟེ་དཀྱུས་མ་ཤེས་ན་དེ་ལ་ཤར་འཇུག་ཤོར་འཇུག་དང་རྗེས་དྲན་བྱེད་རྒྱུ་དེ་ཡང་ནོར་འཁྲུལ་འོང་ན་དེ་རྒྱག་ཤ་རྒྱག་རེད། ཤར་འཇུག་ཤོར་མི་དགོས་ས་ཅིག་ལ་ཤོར་ཤོར་དགོས་ས་ནི་རྡོག་བརྫིས་བྱས་འགྲོ་འདུག་པ་ལྟ་བུ་དེ་འདྲ་ཅིག་ཡོད་རེད། དེ་ནང་ཆོས་བློ་སྦྱོང་མེད་པའི་རྒྱུ་མཚན་ནང་ཆོས་ལ་གོ་རྟོགས་མེད་པའི་གོ་རྟོགས་མན་ཆད། མེད་པའི་རྒྱུ་མཚན་གྱིས་དེ་འདྲའི་འོང་བ་དང་དགེ་འདུན་ཡིན་ན་བཟང་ངན་མང་པོ་ཡོད་རེད་བཟང་ངན་དབྱེ་ཞིབ་བྱེད་རུང་མ་རེད་ཟེར་ན་དེ་རྨོངས་སྟངས་རེད། གསང་སྔགས་ཀྱི་ཆོས་འདྲ་མྱ་ངན་བྱས་ན་ནི་ཁ་ཁ་རེད་ད་ལྟ་ཁ་ཁ་ཡོད་རེད། མ་གཏོགས་བཟང་ངན་མཐོང་འདུག་ར་བཟང་ངན་མཐོང་འདུག་ཏུ་བཟང་པོ་ངན་པའི་ཕྱོགས་ངན་པ་བཟང་པོའི་ཕྱོགས་ལ་བརྩི་ན་སུ་གི་དེ་འདྲའི་ཕྱོགས་འགོག་གི་རེད་ཟ་ནང་གི་ག་དྷུ་རེད་དོ་དེ་འདྲ་བྱ། ང་དེ་འདྲ་ཡིན་འདུག་ཡང་དག་པའི་དགེ་མཐོང། ཐོས་པ་ལྷག་པ་ལྷོད་གཉེར་བྱེད་མཁན་བཀའ་གདམས་པ་གསུང་མཁན་ཉམས་ལེན་ཡོད་མཁན་དེ་འདྲ་ཡོད་རེད་མང་པོ་ཡོད་རེད། དེ་ནི་སྒང་དྲུང་ཉམས་ལེན་བྱེད་མཁན་ལ་མི་སེར་ལ་མཚང་ལྡན་མཁན་པྲ་ཚིལ་རེ་རེ་འབྲི་མཁན་ཕ་རི་དྭགས་དང་འདྲ་འདྲ་བྱེད་ནས་བསྡད་ཡོད་དེ་འདྲའི་མང་པོ་ཡོད་རེད། བཀའ་ངན་ཆེན་པོ་ཡིན་རེད་བཀའ་ཐུབ་ཆེན་པོ་ཡིན་རེད་འབད་བརྩོན་ཆེན་པོ་ཡིན་རེད་དེ་སོགས་ལ་རྒྱབ་ཤོག་ཐོག་རང་རང་བྱེད་མཁན་ཡོད་མ་རེད། དད་ལྡན་མང་ཚོགས་ནང་དུ་ཟེར་ན་ཕ་བྱས་བླ་མ་ག་ས་ཡིན་ན་འཇིགས་དགོས་ག་ས་ཡིན་ན་བཟང་དགོས་ཟེར་རང་ངོ་མ་བླ་མ་བཟང་བ་དང་འཇིགས་ཡག་དེ་ནང་ལས་དེ་ནས་ཡང་རེ་དོགས་བྱེད་སྲིད་ཡོད་མ་རེད་དོགས་སྣང་བྱེད་སྲིད་ཡོད་མ་རེད་བེད་བཤད་ཡོད་མ་རེད་བསམ་བསམ་བྱས་སོ་སོ་ལས་དེ་ནས་རོགས་པ་བྱས་ཡོང་ས་མ་རེད་བསམ་ནའི་དེ་ནས་གཡུག་བ་རྒྱུ་མཚན་རེད་མ་གཏོགས། ཁ་ཁུ་དོག་ཟེར་རྒྱུ་འདི་ཚང་མ་འཇིགས་པ་དང་བཟང་པོ་གྲངས་མེད་ཡིན་དགོས་ཟེར་དེ་ངོ་མ་ཆོས་དང་མཐུན་པའི་གི་ལག་མ་ཉག་ལེན་ཅན་བྱས་ན་དེ་ནི་མང་ཚོགས་ལ་ཕལ་ཆེར་དེ་ལ་བརྩི་མཐོང་ཡོད་མ་རེད་འདྲ་མི་འདྲ་ཁོ་རང་བརྙན་ཤེལ་མེད་ན་ཡོད་མདོག་མདོག་རྫུན་འཕྲུལ་མེད་ན་ཡོད་མདོག་མདོག་རྫིག་པོ་རླབས་ཆེན་པོ་ཞེས་གྲགས་ཆེན་པོ་རྒྱལ་མང་ཚོ་ལ་མགོ་ལ་ག་ཟེ་ཡིན་ན་ནས་བཙན་དྲག་ག་ཟེ་བྱས་ན་དེ་ཟེ་མགོ་ཀོ་ག་ཟེ་གཏོང་ན་དེ་ཟེ་དགའ་མི་ཆེ་རེད་དེ་འགང། རྒྱ་བོད་ཅི་ཡིན་ནམ་མང་ཚོགས་དེ་ཆོས་ལ་གོ་རྟོགས་མིན་པའི་རྒྱུ་མཚན་གྱིས་ཡིན་ས་ར་སྟེ། ཨེ་དེ་འདྲས་ཡིན་འདུག་ཡང་དག་པའི་དགེ་འདུན་ལ་རྗེས་དྲན་བྱེད་ཆོག། ཡང་དག་པའི་དགེ་འདུན་ལ་ཤེས་ཡོན་ཏན་བསམ་གྱིས་མི་ཁྱབ་པ་ཡོད་རེད་དེ། ཡིན་ན་ཡང་ཐོས་བསམ་སློབ་སྦྱོང་བྱེད་མཁན་གྱི་དགའ་འབྲོ་ཉམས་ལེན་བྱེད་མཁན་གྱི་བཀའ་གདམས་པ་གསུང་མཁན་གྱི་འདོད་གཞུང་འཁྱོག་ཤེས་བྱེད་མཁན་གྱི་བསོད་ནམས་རྟོགས་ན་མི་ཤ་དང་གཡས་པང་ཆེན་པོ་ཡོད་རེད། བདག་མང་པོས་ཀྱིས་ཡོན་ཏན་ཆེ་ཞིང་སྤྱོད་པ་ཡག་ཡིན་དེ་འདྲས་ཡོད་རེད། དེ་འདྲའི་གི་དགེ་འདུན་ལ་དད་པ་དུ་བཏང་སྣང་ཟེར། དགེ་འདུན་རྗེས་སུ་དྲན་པ། དེ་འདྲའི་གི་དགེ་འདུན་དེ། བོད་ཀྱི་སྤྱི་ཚོགས་ཀྱི་ནང་དུ། རྒྱ་ནག་གི་སྤྱི་ཚོགས་ཀྱི་ནང་དུ། ཕྱི་རྒྱ་དང་འཛམ་བུ་གླིང་གི་སྤྱི་ཚོགས་གང་དེའི་གི་ནང་ལ་ཡིན་ན། སྙིགས་རྗེ་དང་བྱང་ཆུབ་ཀྱི་མཚན་ཡིན། དད་པ་དུ་བཏང་སྣང་ཟེར་མཁན། ལས་འབྲས་ལ་བརྩི་སྲུང་བྱེད་མཁན། སོ་སོ་ལ་ཟ་རྒྱུ་ཐ་ཆགས་ཅིག་གན་རྒྱུ་ཐ་ཆགས་ཅིག་བསྡད་སྣོད་ཐ་ཆགས་ཅིག་འགྲོ་སྣོད་འདུག་སྣོད་སྣེ་ཐུག་ལ་མ་ཐུག་ལ་དེ་འདྲའི་ཟེར། ནགས་ནང་སྨན་ཡང་བསྟེན་ས་མེད་པ། རང་གི་ཉེ་འབྲེལ་དང་གྲོགས་པོ་མཛའ་བཤེས་ལ་སོགས་པ་རོགས་རམ་དང་གསོལ་རྒྱུ་དང་ཕག་ཕག་བྱས་ཏེ་སོ་སོས་སོ་སོ་ཡོང། དེ་ནི། ཟ་རྒྱུ་འཐུང་རྒྱུ་གྱེན་རྒྱུ་མཐུ་ཆེན་བསྒྲིགས་ཐུབ་ལ་མ་ཐུབ་ལ་དེ་འདྲ་སྟེ། གྲྭ་པ་དགེ་འདུན་གྱི་སྡེ་མང་པོ་ཡོད་རུང་དེ་ཚོས་ཀྱང་གྲྭ་པ་མ་བྱས་ན་རང་མོས་རེད། དཔེ་ཆ་མ་སྦྱོང་ན་རང་མོས་ར། མི་ཕ་ཁྱི་སེར། གྲྭ་པ་བཟོ་སྲིད་ཡོད་མ་རེད་དཔེ་ཆ་སྦྱང་སྲིད་ཡོད་མ་རེད་ཉམས་ལེན་བྱེད་སྲིད་ཡོད་མ་རེད་སྤྱི་ཚོགས་ཀྱི་ཁ་རུ་འགྲོ་ན་གང་ལ་གང་ཚང་གི་ལས་ཀ་བྱེད་ན་གླ་རྒྱས་མཁན་གྱི་གླ་རྒྱས། ཚོང་རྒྱས་མཁན་གྱི་ཚོང་རྒྱས་བག་རྒྱས་མཁན་གྱི་བག་རྒྱས་ཤོ་རྒྱས་མཁན་གྱི་ཤོ་རྒྱས་དུག་འཐེན་མཁན་གྱི་དུག་འཐེན་ཁྱོད་རང་འཐུང་མཁན་གྱི་ཁྱོད་རང་འཐུང་ལས་ཀ་འཇལ་མཐོང་ཡོད་མཁན་གྱི་འཇལ་མཐོང་བཟོ་རིག་ལག་རྩལ་འཐེན་མཁན་གྱི་དེ་འདྲ་ལས།

ཆོས་ཉམས་ལེན་གྱི་ཐོག་ཏུ། ཉིན་རེའི་ཆགས་སྡང་དུ་བཀྲ་བའི་རྟོག་སྙོགས་ཀྱི་ཐོག་ཏུ། མི་འགྲོ་ཆད་ཐོ་ཆུང་ཐོ་དེ་ཞིག་ཡོད་རུང། དེ་རེད་མ་གཏོགས་སོ་སོ་གི་ཁྱིམ་ཚང་དང་སོ་སོ་གི་ཕ་མ་སྤུན་སེམས་ལ་རོགས་རམ་བྱེད་མི་ཤེས་འདུག་མོད་དེ་འདྲ་གི་སྐུ་པར་གཅིག་ཏུ་ལེན་པ་ཅིག་མ་རེད། གནས་མི་ཤེས་ནས་དེ་བྱེད་མི་ཤེས་འདུག་མ་རེད། དེ་ལས་ཀྱང་ཆེས་ཚེ་ཐར་བར་དུ་ཐམས་ཅད་མཁྱེན་པའི་གོང་འཕང་སེམས་ཅན་ཐམས་ཅད་ཀྱི་དོན་དུ་གཅིག་ཐོག་ཐུག་ན་བསམ་ཡས་ཀྱི་རེ་བ་ཞིག་ནི། དེ་ནི་སོ་སོ་གི་ལུང་པ་རེད་སོ་སོའི་ཁྱིམ་ཚང་རེད་སོ་སོ་གི་ཉེ་འབྲེལ་རེད་དེ་འདྲའི་གི་ཆེད་དུ་ལས།

ཆོས་འདུལ་བ་གཙོ་བོ་བྱས་པའི་རྒྱ་བོད་བཀའ་དང་བསྟན་བཅོས་ཐམས་ཅད་དུ་རྒྱ་འགའ་རེ་འབུལ་ཟིན་གྱི་ས་ནས་དེ་འདྲའི་བཟོ་ལྡན་མཁན་དེ་ཉང་ལན་ཟེར་ན་དེ་འདྲ་གྱི་རེད། ཉང་ལན་སྤྱན་དྲངས་བཅས་ཀྱི་ཐོག་ལ་བཟོ་སྲིད་ཡོད་ཅི་འདྲའི་ཡིན་དེ། མང་ཚོགས་ཕ་ཆེ་ས་ཧ་གོ་སྲིད་ཡོད་མ་རེད། ཅི་ཡིན་ཅི་ཤེས་སྲིད་ཡོད་མ་རེད། ཁོ་རང་ཕ་ཧ་ལང་ཧོང་ཧོང་ཞིག་ར་ར་ཞིག་རྒྱུགས་འདུག་ལ་མ་གཏོགས་ཕྱིར་ཆོས་བཤད་མཁན་མང་པོ་རེད། ཤ་ཟ་ཚང་མས་ཆོས་བཤད་ཟེར་བ་རེད་དེ་ཡིན་ན་ཆོས་ངོ་མ་བཤད་མཁན་གྱི་བཀའ་མོ་ར་མི་ལོ་སུམ་ཅུ་བརྒྱད་ཅུ་ལྷོ་བཞུགས་མ་བཞག་ན་ཆོས་བཤད་ཐུབ་མ་རེད། ཆོས་དེ་ལས་སླ་མོ་ཡིན་མ་རེད་དེ་མི་དགོས་དཔེ་ཆ་གཅིག་དགོན་ཆེན་གཅིག་ཁྲིད་དགོས་ན་ཡང་ཆ་ཚང་ངོ་མ་དོན་དང་ལྡན་པ་ཞིག་ཁྲིད་དགོས་ན་དེ་ནི་ཆ་མཚམས་ཟིན་མཚམས་དངོས་བསྟན་ཤུགས་བསྟན་བཀའ་འགྲེལ་ཚིག་འགྲེལ་མཐའ་ཤོད་མང་པོ་ཡོད་རེད་བཤད་ཐུབ་མ་རེད།

དེ་འདྲ་དེ་བསྟན་པའི་ཞབས་འདྲེན་རེད་དགེ་མཐོང་གི་ཞབས་འདྲེན་རེད་དུ་ར་ཉི་ཤུ་རྩ་གཅིག་པའི་གི་ནང་དུ་ཡང་འཛམ་བུ་གླིང་གི་སྔས་ལ་སངས་རྒྱས་བཅོམ་ལྡན་འདས་ལ་སྨ་འབེལ་ཞུ་མཁན་དང་སངས་རྒྱས་བཅོམ་ལྡན་འདས་ཀྱི་བསྟན་པ་ལ་སྨ་འབེལ་ཞུ་མཁན་དེ་ནི་བསྟན་པ་ལ་ཞབས་འདྲེན་ཞུ་མཁན་གྱི་མི་རེད་དེ་རྗེས་དྲན་དང་ཕ་ཟེར་རེད་ཤ་ཡིག་དང་ཕ་ཟེར་རེད་དེ།

བློ་བཟོ་མི་གནས་པར་དྲང་བདེན་མེད་པར་བཟང་ངན་དང། དེ་ནི་ཡིན་མིན་འབྱེད་པའི་གེ་ཤི་རག་གི་མིའི་ལངས་ཚ་བའི་གེ་ལོང་བ་རེད་དེ། མཁས་པ་ཟེར་རྒྱུ་ཡོད་མ་རེད། སྤྱིའི་མཐོང་བ་རྒྱུ་མཚན་དུ་བྱས་ན་གཞན་ཐམས་ཅད་དོ་ཁྱོད་ཀྱི་དེ་དཔེ་རྣམས་དགེ་མདང་གི་གོས་རྣམས་སོང་བྱས་ནས་གི་དགེ་མདང་པ་ཡིན་ཟེར་མདོང་གི་གྲྭ་པ་ཡིན་ཟེར་བདེན་གི་དེ་འདྲའི་གི་ཞག་ཤོས་ངན་པ་ལས་བདེན་གི།

ཟ་མ་བཅས་ཐག་མཆོག་པོ་བདུད་མོ་དེ་འདྲ། དེ་ནི་ཆ་རྐྱེན་མེད་མཁན་དེ་འདྲའི་གི་ཐོག་ལས་དགའ་འགྲོ་ཉམས་ལེན་བྱེད་འདོད་ཀྱི་དེ་ཕྱི་ལ་འགྲོ་ནས་ཟ་མ་སྒྲུབ་མི་ཤེས་རེད་དོ། དཔའ་འཇོག་སྒྲུབ་མི་ཤེས་འདུག་དེ་འདྲ་གྱི་རེད་དོ། དེ་འདྲ་གི་མི་གཅིག་ཡོད་ན་དེ་འདྲ་གི་བཀའ་ཤག་སྙིང་རུས་ཀྱི་བརྡས་ཐོ་རེད་དོ་དེ་འདྲ་ཉིད། ཕྱི་ལ་འགྲོ་ན་ཐུག་ཁོས་ཐ་ན་སྤྲོ་ཤེས་ར་ཁོས་གླ་རྒྱག་ཤེས་ར་དེང་སང་མི་སྐད་འབོག་རེད་འདུག་ཟེར་རོ། ལས་ཀ་ལས་ཀྱང་མི་སྐད་བྱེད་ར། རྒྱུ་ལས་ཀྱང་མི་སྐད་བྱེད་འདུག་ར་སྔ་མོ་དང་འདྲ་མིན་ར། ངས་ཞིག་ཟོག་གི་ནང་ག་ན་བརྒྱུགས་ན་ཟ་གི་འདུག་ཉིན་གཉིས་བཟང་གི་ལས་ཤེས་འདུག་ར་དེ་ཡིན་ན་ད་ལྟ་སྙིང་པོ་ཡོད་མ་རེད་བསམ། ཁྱོ་ཡོད་མ་རེད་བསམ། དེ་འདྲ་ཡོང་ཤར་བྱས་ན་སྙིང་པོ་ཡོད་མ་རེད་འཇིག་རྟེན་འདི་ཁྲ་ཁྲ་ཕོག་ཕོག་སེམས་གཡེང་བསྡད་ཟེར་འདྲ་ཅིག་འདུག། སའི་མགོ་སྐོར་སྟོང་ལྡན་ཟེར་འདྲ་དེ་འདྲ་ཡོད་རེད་དེ་དྲན་སྟངས་ཡོང་སྙིང་བཤད་ན། བཤད་ན་དགའ་འཇིགས་ཡི་གེ་གི་རང་བཞིན་རེད་ཚར་རེད། ཟག་བཅས་ཐམས་ཅད་སྡུག་བསྔལ་གི་རང་བཞིན་ཁེར་རྒྱུ་ནག་རྒྱུ་དཀར་རྒྱུ་སྒོར་རྒྱུ་མེད་རྒྱུ། དེ་ནས་མཐོ་རྒྱུ་ཞི་རྒྱུ་བུག་རྒྱུ་དེ་འདྲས་གི་རང་བཞིན་རེད། རྒྱུ་ཆེན་པོ་ཡོང་གི་དཔའ་འབྱོར་འཁྲིད་རྒྱ་སོ་སྟོང་སོ་ས་ཡ་བཞི་བ་དུང་ཕྱུར་མང་པོ་ཡོད་རེད་ཟེར་མཁན་དེ་གྲྭ་པ་དགེ་འདུན་ཚན་གཉིས་པ་ཅན་ཡིན་ན་ཧ་ལས་སྲིད་ཡོད་མ་རེད། དེ་འདྲ་གི་ཁོ་རྒྱུན་ཆེན་པོ་སྤྲང་མོ་དེ་འདྲ་གི་གཉིད་སྤྲང་མོ་སངས་ཤིག་ཡོད་མ་རེད་གྲྭ་པ་རང་ཉིད་སྐྱོ་དང་ཆ་རྐྱེན་ཅི་ཅི་ཡོད་མ་རེད་སྒོར་མོ་ཡོད་མ་རེད་ཁང་པ་ཡོད་མ་རེད་དེ་ནས་འགྲོ་ས་གི་རླངས་འཁོར་ཡོད་མ་རེད་ཆ་རྐྱེན་ཅི་ཡང་ཡོད་མ་རེད་ཟ་རྒྱུ་དང་འཐུང་རྒྱུ་ཡང་ཡོད་ལ་མེད་ལ་གི་ས་མཚམས་རེད་ཡིན་ན་ཡང་ཁོས་སངས་རྒྱས་ཆོས་ཀྱི་ནང་དོན་དེ་ཤེས་ཉང་ལེན་ཞིག་ཚར་དཔའ་འཇོག་འཁྲི་སོ་རྒྱག་སོ་གཏོང་སོ་དེ་འདྲ་ཡོད་མཁན་ཁྱོད་ན་ཧ་ལས་མ་རེད་དེ་མི་སྤྲང་མོ་རེད་ཅི་སངས་མ་རེད།

ཧ་ལས་ཧོན་སོང་ངོ་ཟེར་ཐུབ། བཟང་ངན་གཉིས་ཀ་ཡོད་རེད། བཟང་ངན་གཉིས་ཀ་ཡོད་པ་ལ་བཟང་པོ་དེར་དད་པ་དང་དག་སྣང་བྱེད་དགོས་རེད། ངན་པ་ལ་དད་པ་དང་དག་སྣང་བྱེད་དགོས་སེ་མ་རེད། བྱེད་ཐུབ་མ་རེད་བྱས་ན་སྙིང་པོ་མེད་པའི་ཕྱིར་རེད། ངན་པ་རེ་གཉིས་མཐོང་འོང་དུ་དགེ་འདུན་པ་ཡོངས་སུ་རྫོགས་པ་རྫུན་མ་རེད། མགོ་སྐོར་གཏོང་མཁན་རེད། ཉམས་ལེན་མེད་མཁན་རེད་ཟེར་ན་དེ་ཁོ་རང་སྐྱེ་མཁན་དེ་གླེན་པ་ཆགས་ནུས་སུ་རེད། དཔེར་ན། སྲིད་གཞུང་གི་ལས་ཀ་བྱེད་མཁན་ཡིན་ན་འཛམ་བུ་གླིང་གི་རྒྱལ་ཁབ་ཐམས་ཅད་ཀྱི་སྲིད་གཞུང་གི་ལས་ཀ་བྱེད་མཁན་ཡིན་ན་སྲིད་གཞུང་གི་ལས་བྱེད་མི་སྣ་དེ་ནི་ལ་ལ་རྒྱུ་ཟ་མཁན། གཞུང་གི་རྒྱུ་ཟ་སྡེ་མང་ཚོགས་ཀྱི་རྒྱུ་ཟ་སྡེ་མང་ཚོགས་ཐམས་ཅད་མགོ་རྡུང་སྤྲད། གྲངས་མི་གྲངས་བཟོ། དེ་ནས་སྤྱི་འཐུས་གང་ཉིད་ལས་འགྲོ་བསྡད་མཁན་དེ་འདྲ་ཡོད་རེད།

དེ་འདྲ་ཡོང་རིགས་སྲིད་གཞུང་གི་ལས་བྱེད་པ་ལ་ལ་རྒྱུ་མི་བཟང་མཁན། མང་ཚོགས་ལ་གཉའ་ག་མི་གཏད་མཁན། མང་ཚོགས་ལ་རོགས་པ་བྱེད་མཁན་མང་ཚོགས་ཁ་ལ་སྒྲོག་བརྒྱབ་མི་དགོས་མཁན། མང་ཚོགས་ལ་ཞག་གི་སྒྲོག་བསྟན་མཁན། གང་ལ་གང་ཚང་གི་ནུས་པ་ཇི་ཡོད་ཇི་ཡོད་ཀྱིས་སྲིད་གཞུང་སོ་སོ་གི་འཕྲིན་ལུགས་དང་འགལ་ཟླ། འཕྲིན་ལུགས་དང་མཐུན་པ་མིན་ཞེ་ན་འཕྲིན་ལུགས་དང་མི་འགལ་ཟེར་དེ་འདྲའི་ལས་ཀར་བྱེད་མཁན།

འཇིག་རྟེན་ཚང་མ་དེ་འདྲ་ཡོད་རུང་བཟང་པོ་དང་ངན་པ་ཡག་ངོ་དང་མ་ངོ་སེམས་ཀྱི་འདྲ་དུ་བཟོད་ཁྱེད་རུ་ལ་ཡོད་དེ་ནི་གཅིག་མཐོང་བ་རྒྱུ་མཚན་དུ་བྱས་ན་གཞན་ཐམས་ཅད་རྫུན་མ་རེད་ནོར་འཁྲུལ་རེད་ཡག་པོ་ཡོད་མ་རེད་ཟེར་ན་དེ་ནོར་འཁྲུལ་རེད་ལ། འཇིག་རྟེན་ཚང་མ་སྡུག་མོ་རེད་ཟེར་གཉིས་ཚང་མ་སྡུག་མོ་རེད་ཟེར་ན་ནི་གོ་རྒྱུ་མི་འགའ། ལས་བྱེད་ཚང་མ་སྡུག་མོ་རེད་ཟེར་ན་གོ་རྒྱུ་མི་འགའ། གྲྭ་པ་ཚང་མ་སྡུག་མོ་རེད་ཟེར་ན་ཡང་གོ་རྒྱུ་མི་འགའ།

དེ་འདྲའི་གི་ཕུང་འདྲ་དང་གོས་སྣུམ་ལྟ་བུ་མེ་ཕུག་ལྟ་བུ་ཡོད་ཡོད་རེད་བཟང་ངན་ཚང་མ་ཡོད་རེད་ཡོད་པ་ལས་ཡོད་པ་དེ་ཤེས་ཐུབ་གི་རེད་དེ་ནི་ལ་ལ་སྐུ་གསུང་ཐུགས་རྟེན་ཡིན་རྒྱུ་དགེ་འདུན་ལ་ཞག་ཞིག་སྒྲུབ་མཁན་དེ་འདྲ་ཡོད་རེད་ལ་ལ་ཡང་སྡུག་པོ་ཡོད་རེད་སོ་སོ་ཆུང་ཆུང་མོ་ལོག་ལྡན་མཁན་སོ་སོ་ཆུང་ཆུང། གལ་ཏེ་བཟོ་ལྡན་གྱི་དོན་དག་ཡོད་རེད་ད་དེ་སྲིད་འོང་དུས་ང་ཚོས་རྒན་རྡོ་རྗེས་སུ་དྲན་པ་ཟེར་ན་བཀའ་ལན་ཆེན་པོ་བྱིན་རེད་དོན་དག་མང་པོ་ཅིག་ཤེས་མ་ཐུབ་ན་ག་རུ་རང་ག་རྒན་རྡོ་རྗེ་རེད་ཞེས་རྒན་རྡོ་ལ་དལ་པོ་བཤད་དགོས་རེད་ཟེར་ན། བཤད་དགོས་རེད་བཤད་དགོས་བཤད་ན་མ་གཏོགས་མི་ལོ་ཟེར་ན་ཡང་ཕན་ཐོགས་ཡོད་མ་རེད་བཤད་ཐུབ་མ་རེད། དེ་ནས་བཤད་དགོས་ས་དང་བཤད་ཆོག་ས་ཅིག་ཡོད་རེད་དེ་ལ་ནི་ཁྱོད་དལ་པ་མ་བཤད་ཟེར་ན་ཤེས་རེད།